ལྷན་སྐྱེས་སྐུ་ཁམས་བཟང་ང་བྱང་ཆུབ་སྒྲོལ་མ་ཡིན། དེ་རིང་ངེད་ཀྱི། སློབ་ཚན་དེ་སྔོན་འཇུག་རྟགས་ཀྱི་འཇུག་པའི་སྐོར་ལ་ཞུ་གི་ཡིན། སྔོན་འཇུག་རྟགས་ཀྱི་འཇུག་པ་དེ། མཁས་པ་གོང་མ་རྣམས་ཀྱིས་སྡོམ་ཚིག་བཞིའི་སྒོ་ནས་མ་གསུང་གི་ཡོད་རེད། གང་ལ་འཇུག་པ། གང་ལ་འཇུག་པ་ཟེར་དུས་སྔོན་འཇུག་ངག་གི་འཇུག་སའི་གོའི་ཡུལ། གསར་བརྗེ་ལ་གོ་དགོས་ཡང་ན་མིང་གཞི་ལ་གོ་དགོས་ཡོད་རེད། གང་གིས་འཇུག་པ་ཟེར་ཏེ་སྐབས་སུ་འཇུག་མཁན་སྔོན་འཇུག་ལྔ་ལ་གོ་གི་ཡོད་རེད། ཇི་ལྟར་འཇུག་པ་ཟེར་ཏེ་སྔོན་འཇུག་ལྔ་པོ་དེ་མིང་གཞི་ཡི་གེ་ལ་འཇུག་དུས་སྒྲ་ཡི་གེ་འགྱུར་བ་ག་འདྲས་སུ་འགྲོ་གི་ཡོད་མེད་སྐོར་ལ་གོ་གི་ཡོད་རེད། ཅི་ཕྱིར་འཇུག་པ་ཟེར་ཏེ་སྐབས་སུ་སྔོན་འཇུག་རེ་རེ་གིས་མིང་གཞི་ཡི་གེ་ལ་འཇུག་ཡོང་དུས་དགོས་པ་ག་རེ་བསྟན་གི་ཡོད་མེད་དོན་ག་རེ་བསྟན་གི་ཡོད་མེད་དེ་ལ་གོ་གི་ཡོད་རེད། དེ་ཡང། བྱིས་པ་བཞི་བོ་དེ་སྔོན་འཇུག་ལྔ་བོ་རེ་རེ་ལ་ཡང་བྱིས་པ་བཞི་ཞེས་སྦྱར་ནས་འགྲོ་དགོས་ཡོད་རེད། དཔེར་ན་བ་ཡིག་ལྟ་བུ་ལ་མཚོན་པ་ཡིན་ན། གང་ལ་འཇུག་བ་ཟེར་ཏེ་སྐབས་སུ་སྔོན་འཇུག་བ་ཡུར་གྱི་འཇུག་བེད་ཀྱི་མིང་གཞི་ལ་གོ་གི་ཡོད་རེད། གང་གིས་འཇུག་བ་ཟེར་ཏེ་འཇུག་བ་པོ་སྔོན་འཇུག་བ་ཡིག་རང་ལ་གོ་གི་ཡོད་རེད། ཇི་ལྟར་འཇུག་བ་ལབ་སྟེ་སྐབས་སུ་སྔོན་འཇུག་བ་ཡིག་གི་མིང་གཞི་ཡི་གེ་ལ་འཇུག་དུས་སྒྲ་ཡི་འགྱུར་བ་ཇི་ལྟར་འགྲོ་མིན་ལ་གོ་གི་ཡོད་རེད། ཅི་ཕྱིར་འཇུག་པ་ཟེར་དུས་སྐབས་སུ་སྔོན་འཇུག་བ་ཡིག་གིས་མིང་གཞི་ཡི་གེ་ལ་འཇུག་དུས་དོན་ག་རེ་གཏོང་མིན་ལ་གོ་གི་ཡོད་རེད། ཨ་ནི་དེ་ཡང་ད་གསར་བརྗེ་དེའི་ཚང་མ་ག་རེ་རེད་ཟེར་ན་གང་ལ་འཇུག་པ་ཟེར་ནས་འཇུག་སའི་གི་ཡུལ་གཏོང་གི་ཡོད་རེད། ཡིན་ན་ཡང་སྔོན་འཇུག་གཏན་ནས་མི་འཇུག་པའི་གསར་བརྗེ་སུམ་ཅུ་གི་ནང་ལ་ཡི་གེ་བཞི་ཡོད་རེད་དེ་ནི་རྟགས་དམར་པོ་ཡིན་པ་འདི་དག་རེད། རྟགས་དཀར་པོ་ཡིན་པ་དེ་སྔོན་འཇུག་ཕྱེད་ཀ་ཐུབ་པའི་གི་ཡི་གེ་རེད། ཡིན་ན་ཡང་དེ། ལ་དེ་བསླབ་ཐང་ཡིན་པའི་གི་དབང་དུ་བལྟས་ན་ར་ཡིག་དེ་ལ་ཐོབ་གི་ཡོད་རེད། ར་དེ་མགོ་ཆེན་ཡིན་པའི་གི་དབང་དུ་བལྟས་ན་ལ་ཡིག་ལ་ཐོབ་གི་ཡོད་རེད། ད་ལྟ་མཁས་པ་མང་ཆེ་བ་གིས་ལ་དེ་འདོགས་ཆེན་ལ་འདོགས་གི་ཡོད་རེད། ད་ང་ཚོ་མདོག་ཅན་དང་མགོ་ཅན་དང་དེ་དག་ག་རེ་རེད་ཟེར་ན། སྔོན་འཇུག་གི་འཇུག་ཡུལ་གཙོ་བོ་དེ་ཆགས་ཀྱི་ཡོད་མ་རེད། མགོ་ཅན་དང་མདོག་ཅན་ག་རེ་ཡོད་པ་ཡིན་ན་ཡང། སྔོན་འཇུག་གི་འཇུག་ཡུལ་དེ་མིང་གཞི་གཙོ་བོ་དེ་ལ་འཇུག་གི་ཡོད་རེད། དཔེར་ན་དང་བདག་གི། པར་རིས་དེ་ལ་མཚོན་པ་ཡིན་ན། སྔོན་འཇུག་བ་ཡིག་གི་འཇུག་ཡུལ་དངོས་བོ་དེ་བཀག་སྟེ་ཆགས་ཀྱི་ཡོད་རེད། འོ་དེ་འདྲས་སོང་ཙང་དེང་གི་རྀ་ལ་ཏ྄་ལྟ་བུ་ལ་མཚོན་པ་ཡིན་ན་ལྀ་དེ་འདོགས་ཆེན་ཡིན་པའི་དབང་དུ་བཏང་ནས་སྔོན་འཇུག་གི་འཇུག་ཡུལ་དེ་རྀ་ཆགས་དགོས་པའི་རྒྱུ་མཚན་དེ་འདྲ་ཞིག་རེད། ཨོ་ལ་སོ་ད། སྔོན་འཇུག་གིས་གང་ལ་འཇུག་པ་ཟེར་ཏེ་སྐབས་སུ་གསར་བརྗེ། གསར་བརྗེའི་སྔོན་འཇུག་སོ་སོ་གི་འཇུག་ཡུལ་གྱི་གསར་བརྗེ་བཀག་ནས་ཨ་ནི་འཇུག་ཡུལ་གྱི་ཡི་གེ་ད་དཔེ་ན་ས་པར་དུ་ལ་གོ་གི་ཡོད་རེད། གང་གི་འཇུག་པ་ལབ་དེ་སྐབས་སུ་སྔོན་འཇུག་ལྔ་ལ་གོ་གི་ཡོད་རེད། ད་ད་ལྟ་པར་རིས་དེ་ལ་ཆ་མཚོན་པ་ཡིན་ན། གང་ལ་འཇུག་པ་ཟེར་དེ་གི་ཡུལ་དེ་ཀ་རེད་གང་གི་འཇུག་པ་ཟེར་འཇུག་པ་པོ་དེ་བ་ཡིག་རེད་དེ་དེ་བཞིན་དུ་སྔོན་འཇུག་ལྔ་ཡང་ཆ་ཚང་དེ་བཞིན་དུ་རིགས་འགྲེ་གཏང་དགོས་རེད། ད་དེ་རིང་ང་ཚོ་བ་ཡིག་གི་འཇུག་པ་གཙོ་བོ་བྱས་ནས་མར་ཞུས་ཀྱི་ཡིན། ཨ་ནི་དེ་ཡང། སྟག་ག་ནི་ཟ་བའི་མེ་ལོང་ནང་གི་རྩ་ཚིག་དེ། དེ་རྣམས་གང་ལ་གང་འཇུག་ན་ཟེར་ནས། ད་དེ་རྣམས་གང་ལ་གང་འཇུག་ན་ཟེར་ཏེ་ཐུན་མོང་གི་རྩ་ཚིག་ཆགས་ཀྱི་ཡོད་རེད། དེའི་ནང་ལ་དེ་རྣམས་ཟེར་ཏེ་སྐབས་སུ་སྔོན་འཇུག་ལྔ་ལ་གོ་གི་རེད། གང་ལ་ཟེར་ཏེ་སྔོན་འཇུག་སོ་སོ་གི་འཇུག་ཡུལ་མིང་གཞི་ལ་གོ་དགོས་རེད། གང་འཇུག་པ་ཟེར་ཡ་དེ། སྔོན་འཇུག་མིང་གཞི་ལ་འཇུག་མཁན་གྱི་བྱེ་བྲག་སྔོན་འཇུག་སོ་སོ་ལ་གོ་དགོས་ཀྱི་ཡོད་རེད། དེའི་ནང་ནས་ཤ་སྟག་རྩ་ཚིག་རན་པས་ཡོད་པའི་ནང་ནས་ཤ་སྟག་བག་འཇུག་པའི་རྩ་ཚིག་དེ་ལ་ཆ་མཚོན་པ་ན་ཕོ་ཡིག་བག་ནི་སྔོན་འཇུག་བག་ཡིག་དེ། དེ་འཇུག་སའི་ཡུལ་དེ་ཡི་གེ་བཅུ་དྲུག་དེ་བསྟན་པ་རེད། ཡི་གེ་བཅུ་དྲུག་དེ་ག་རེ་རེད་ཟེར་ན། ཀ་ནི་ས་བར་གྱི་ཡི་གེ་བཅུ་དྲུག་དེ་རེད། ཨ་ནེ་ཤ་སར་འཇུག་ཟེར་དང་སར་འཇུག་ཟེར་ཡང་ར་དེ་ག་རེ་རེད་ཟེར་ན་ལ་དོན་གྱི་ཁྲིད་རེད། གང་ལ་འཇུག་པ་ཟེར་ཡང་ལ་དོན་གྱི་ཁྲིད་འཇོག་དེ་ལ་དོན་གྱི་ཁྲིད་རེད་དེ་ལ་དོན་གྱི་ཁྲིད་ཀྱི་ཚིག་ཡང་བསྡུས་བཞག་པ་རེད། ད་ངོ་ཡོད་འཇུག་པ་ཡིག་གི་འཇུག་ཡིག་གི་ཡི་གེ་བཅུ་དྲུག་ཡོད་པ་འཇུག་ཡུལ་བཅུ་དྲུག་དེ་རྟགས་ག་རེ་ལ་འཇུག་གི་ཡོད་མེད་མ་ཤོད་པ་ཡིན་ན་ཕོ་ཡིག་མོ་ཡིག་ཤིན་ཏུ་མོ། མོ་གཤམ། འོ། འདི། རྟགས་ཕྱི་དེ་ལ་ངོ་འཇུག་བ་ཡིག་གི་འཇུག་གི་ཡོད་རེད། ད་ངོ་འཇུག་བ་ཡིག་གི་མ་འཇུག་ཡུལ་འདི་གི་མིང་གཞི་དེ་ལ། སྡེ་ཚན། ཆེན་མོ་བཞི་ཡོད་རེད། སྡེ་ཚན་དང་པོ་དེ་ག་རེ་རེད་ཟེར་ན་ངོ་འཇུག་བ་ཡིག་གི་མིང་གཞི་རྐྱང་པ་ལ་འཇུག་པ་རེད། རྐྱང་པ་ལ་འཇུག་པ་དེ་ཕོ་ཡིག་བཞི་དང། མོ་ཡིག་དྲུག་མདོར་ནི་ཡི་གེ་བཅུ་ལ་འཇུག་གི་ཡོད་རེད། ཡིན་ནའང་ཡི་གེ་བཅུའི་ནང་ནས་རྐྱང་པ་ཁོ་ན་ལ་འཇུག་པ་ཕོ་ཡིག་གི་ལྕ། མོ་ཡིག་གི་ཞྭ་དང་ཤ། ཡི་གེ་གསུམ་དེ་ལ་རྐྱང་པ་ཁོ་ནའི་འཇུག་གི་ཡོད་རེད། ད་བ་ཡིག་གི་འཇུག་ཡུལ་དུ་གྱུར་པའི་མདོག་ཅན། མིང་གཞི་མདོག་ཅན་གྱི་དབང་དུ་བཏང་ན་ཕོ་ཡིག་མདོག་ཅན་ལ་འཇུག་པ་ཀ་གཅིག་པོ། མོ་ཡིག་མདོག་ཅན་ལ་འཇུག་པའི་ཡི་གེ་གསུམ་ག་དང་ཟ། ར། ས། ཡིན་ན་ཡང་འདོགས་ཆེན་ཁོ་ན་ལས་འཇུག་པའི་ཡི་གེ་གཅིག་དེ་ག་རེ་རེད་ཟེར་ན། ར། དང་གི་གུང་དུ་ཞེས་པ་དང་གཅིག་པ་རེད། ད་བ་ཡིག་གི་འཇུག་ཡུལ་གྱི་སྡེ་ཚན་གསུམ་པ་དེ་ག་རེ་ཟེར་ན་མགོ་ཆེན་རེད། མགོ་ཆེན་ལ་ཆ་མཚོན་པ་ཡིན་ན། ཕོ་ཡིག་མགོ་ཆེན་ལས་འཇུག་པའི་ཡི་གེ་གསུམ། མོ་ཡིག་མགོ་ཆེན་ལས་འཇུག་པའི་ཡི་གེ་བདུན་བསྡོམས་ན་ཡི་གེ་བཅུ། ཡི་གེ་བཅུའི་ནང་ནས་གི། མགོ་ཆེན་ཁོ་ནའི་འཇུག་པའི་འཇིག་གི་ཡི་གེ་ལྔ་ག་རེ་རེད་ཟེར་ན་ང། བྱ། ཉ། ན། ཛ། འོ་དེ་ཡི་གེ་ལྔ་དེ་མགོ་ཆེན་གཅིག་པུའི་གི་དབང་དུ་འཇུག་པའི་ཡི་གེ་རེད། སྔོན་འཇུག་བ་ཡིག་གི་འཇུག་ཡུལ་མིང་གཞིའི་སྡེ་ཚན་བཞི་བ་དེ་ག་རེ་རེད་ཟེར་ན་རྩིག་མེད་ཀྱི་ཡི་གེ་རྩིག་མེད་ཀྱི་སྡེ་ཚན་རེད། རྩིག་མེད་ཀྱི་སྡེ་ཚན་རྩིག་མ་ལབ་པ་ཡིན་ན། མིང་གཞིའི་ཡི་གེ་གང་གི་མགོ་ལ་མགོ་ཆེན་ཡོད་པ་དང། མིང་གཞིའི་ཡི་གེ་གང་གི་ཞབས་ལ་མདོག་ཅན་ཡོད་པའི་གི་ཡི་གེ་དེ་ལ་རྩིག་མའི་ཡི་གེས་ཞུ་གི་ཡོད་རེད། རྩིག་མའི་གི་ཡི་གེ་དེ་ལ་འཇུག་མཁན་ཡི་གེ་གཉིས་དེ་ཕོ་ཡིག་གི་ཀ་དང་མོ་ཡིག་གི་ཁ་རེད། ད་ཀ་དང་ག་གཉིས་ལ་ཆ་མཚོན་པ་ཡིན་ན་རྐྱང་པའི་དབང་དུ་ཡང་འཇུག་པ། མགོ་གི་དབང་དུ་ཡང་འཇུག་པ་མདོག་གི་དབང་དུ་ཡང་འཇུག་པ་རྩིག་པའི་དབང་དུ་ཡང་འཇུག་པའི་ཡི་གེ་གཉིས་དེ་རེད། ད་ནི་ད་རེས་དག་སྔོན་འཇུག་བ་ཡིག་གི་འཇུག་ཡུལ་དུ་གྱུར་བའི་ཡིག་མིང་གཞི་ཡི་གེ་བཅུ་དྲུག། ཕོ་མོ་རྟགས་ག་འདྲ་ཡིན་མིན་མགོ་འདོགས་ག་འདྲའི་འཇུག་མིན་གྱི་སྐོར་ལ་མ་ཞུས་ཟིན་པ་ཡིན། ཨ་ནི་ཡོད་དུ་བྲིས་པའི་གི། དཔེ་མཚོན་དེ་དག་གི་དོན་དང་བཀོལ་སྤྱོད་ག་འདྲ་བྱེད་དགོས་ཀྱི་ཡོད་མེད་དེ་རྗེས་སུ་ཞུས་ཆོག་པ་བྱས། ཨ་ནི་ལྷན་རྒྱས་སྐུ་ཁམས་བཟང་རྗེས་སུ་མཇལ་ཡོང།